བྱམས་པ་ཞེས་བྱ་ནི་ན་ཡང་དུ་གི་འོ་འདི་སྨྲས་པ་ཟད་ཀྱི་དུ་དུ་མ་རེད་དུ་གི་ལུས་ལ་དུ་གི་ད་བཀྲ་བའི་ཚུལ་དུ་ཡོད་ནུ་གི་ཅི་ལུས་གི་སྟེང་ན་ཤ་བཀྲ་ནི་རེད་དམ་མདོར་ན་ལུས་གི་སྟེང་ཧ་ར་བཀྲ་ཡོད་ནུ་གི་ཟིག་གོ་ལུས་གི་སྟེང་ན་དུ་གི་སྟོད་ཡོད་ནི་གཅན་པོའི་དངོས་པོ་དེ་ཉིད་ང་སྨྲས་ཟེར་དུ་གི་སྨྲས་པ་ཟེར་འཇིག་རྟེན་ན་དེ་མི་སྐྲག་དྲན་ནི་དུ་གི་ཡང་རེད།

དེའི་ནང་ནག་སོང་བཞག་ན་ཡིན་ཚིག་དག་འདི་དཀར་བོ་རེད་དག་སྙི་ནག་རེད་གསུམ་ཐང་རེད་བྱ་རྒྱུ་དག་དེ་ཁྱུང་ནག་གི་དེར་གེགས་སོང་བ་དག་ཁྱུང་ནག་གི་གང་དྲིར་གི་ནང་ན་རྒྱུ་དེ་རིན་ཆེན་ཕོང་པ་གི་ནང་ན་དག་སྨེ་བ་གཅིག་དེ་དག་ཁ་ཐོག་དཀར་བོ་ཡིན་ནི་རེད་གཉིས་དེ་དག་ནག་པོ་ཡིན་ནི་རེད་རྒྱུ་རྒྱུ་རིན་ཆེན་ཕོང་པའི་ནང་ན་དེ་མིག་སོང་བཞག་ནི་རེད་ཟེར་བ་ད་དག་སོང་བཞག་དེ་གི་ཆེ་འདི་འབྱུང་བ་དག་གང་ཡིན་གོ་བཞག་ནི་ཁ་ཐོག་དཀར་བོ་ཡིན་འདི་རྣམ་པ་གང་དག་ལྕགས་ཡིན་ནི་རེད་བསམ་རྒྱུ

གཉིས་ནི་གསུམ་ཐང་དང། གཞིར་བྱང་ནད་སེལ། སྤྲུལ་སྐུར་དང་བདུད་མུར་རྒྱལ་སྐུར་དགག་མུར་ཏེ་ཨེ་སྲིད། ད་ལྟ་བྱ་རིམ་པ་བཞིན་དུ་རང་རང་སོ་སོའི་ལྷ་རེད་ད་གཅིག་སྟེ་དེ་གི་གཅིག་གི་དེ་གི་ལྷ་ཟེར་དགོས་ན་གཅིག་ལ་མགོ་རུ་བྱེད་པ་ཟེར་ད་གཅིག་དང་མཉམ་དུ་སྐྱེས་མགྱོགས་ནི་འོ་དོ་དེ་གི་ལྷ་ཡིན་ནི་རེད་ཟེར་བ་དེ་ལྷ་ལྷ་དེ་དེ་གི་ད་གཅིག་གིར་དུ་སྐྱེས་པ་དང་མཉམ་དུ་འདི

ཨོ་བེར་ཁུག་གི་ནང་སར་བཀྲུས་ཡིན་ནོ་དུ་གི་འོ་དང་ཉིན་ནག་དང་དུ་གི་དེ་དཔེར་ན་ལྷ་དང་དུ་ཉབ་ཤོང་བྱོ་དུ་ཟི་དེའི་སྨེ་བར་གུ་བུ་ད་དང་དུ་ཁྱི་རྣམ་པའི་ཡར་ཚང་བེར་ཁུར་ནང་བཀྲུས་ད་ན་བེར་ཁུར་གི་ནང་ན་དེའི་སྨེ་བར་གུ་བུ་དུ་གི་ཤོང་རུབ་བྱ་དང་དེའི་ད་ད་ཁུར་ག་གཅིག་གི་དངོས་པོ་གཉིས་རེ་གཉིས་རེ་ལྷ་སྣབས་ཤོང་རྒྱུག་བྱ་དོ་ནི་གཅིག་དུ་གྱུད་ཁ་ཁ་གི་ནང་གི་བྱ་ཆག་རེ་ཡང་དེ་འཕྲུ་གཅིག་ཤུ་དུ་གྱུད་གཞམ་པ་ཟི་གི་ནང་གི་བསྡུས་ཡོང་ནི་དུ་གོ་གོ་ད་དེ་མིན་འདྲ་འདྲ་དུ་གོ་ཟི་གི་དུ་གི་དེའི་ཁུང་འདྲ་བོ་དུ་གོ་ནི།

བསེ་མོ་མེ་ལོང་ཟེར་དང་བསེ་མོ་ཟེར་གྱི་དེ་མིང་ཡང་ཟབ་དག་དག་གི་བུད་མེད་ཀྱི་རིགས་ཟིག་དེ་མིང་ཟི་རེད་དག་ད་བུད་མེད་ཀྱི་རིགས་དེ་ལ་གཅིག་ཟབ་དག་དག་གི་འབྲི་མོ་བརྫིས་ནི་འདྲ་འདྲ་བདུད་མོ་བརྫིས་ནི་འདྲ་འདྲ་སྨན་མོ་བརྫིས་ནི་འདྲ་འདྲ་བསེ་མོ་བརྫིས་ནི་འདྲ་འདྲ་དམ་གྲི་མོ་བརྫིས་ནི་འདྲ་འདྲ་ད་དེ་མིང་དག་གི་ནང་ཟིག་དེ་མིང་མང་ཡོད་དེ་དེའི་ནང་གི་བསེ་མོ་ཟེར་དག་བསེ་ཟེར་གྱི་དེ་དེབ་ཕྱིར་ཀུ་དག་གི་ད་གསང་སྔགས་ཀྱི་རྒྱུད་སྡེ་ཞིག་གི་ནང་ན་སོ་དག་གི་ད་དམ་ཚིག་དག་གི་བར་བར་གཅོད་ཡོད་ནི་དག་གི་རྣམ་འབྱོར་བ་རྣམས་ཀྱི་དག་གི་སྒྲུབ་པ་བྱེད་དགོས་དེའི་ཉི་ལི་ཟེར་གྱི་ཟོ་ད་དམ་གྲི་ཉི་ལི།

དེས་ན་རྒྱུ་རྒྱུ་བསེ་མོ་ཟས་ཀྱི་དུ་ཏི་གི་ཏི་མི་ཁི་ཀ་ད་ཕྱིས་སུ་གོ་བོ་མདོར་ན། སྒྲིབ་པ་དང་དང་ངེས་འཛིན་དང་དེ་འཕྲུལ་དུ་གི་དེ་དམ་ཚིག་ལ་བར་དུ་གཅོད་པར་བྱེད་པ་དེ་མི་དེ་འཕྲུལ་དུ་གི་དཀྱིལ་འཁོར་དྲན་དེ་མི་གི་སྣང་བ་གཞིག་དོན་རྒྱུ་དེ་མི་ཡན་ཚིག་དུ་གི་དེ་མི་སྣང་བ་གཞིག་གཞག་དེ་མཆོད་མེ་གི་དཔེར་ན་མར་མེ་གི་དུ་གི་མདངས་དུ་གི་འཕྲོག་འགྱོ་ནི་ལྷ་ཕྱིས་སྐད་ཉན་པར་བྱེད་ནི་ད་ལྟ་གི་དཔེར་ན་དེ་གི་མཆོད་པས་དེ་གི་དེབ་མདངས་འཕྲོག་པར་བྱེད་ནི། རྣམ་འགྱུར་བས་དེ་གི་ད་སྤྲོ་ཚིག་དེ་གི་མ་ན་ཉམས་པར་བྱེད་དོ་ནི་སྤྲོ་ཚིག་འཛིན་ན་ད་རྟོག་པའི་ཉམས་ཡ་ར་བར་གོ་དེ་གཅིག་ཡུལ་ཟས་གོ་ནི་རོ་དེ་གི་དེའི་སྤྲོ་ཚིག་དེ་གི་ཡ་ར་མི་འཕེར་ནི་ཤེས་པ་མཆོག་ཡིས་དེ་གི་གཅིག་འདུག་སྙང་མོ་སྤྲོད་ཀྱི་དེའི་མིག་ཤེས་ཆོ་ག་རྫི་བ་མེད་པས་འདིའི་གཏམ་ཁྲོད་སེན་མོ་ཟེར་རྒྱུ་དེ་ཆ་གི་སེན་མོ་གཏམ་ཁྲོད་ཉི་ལེ་ནག་མོ་ཟེར་ནི།

དེ་མི་གཟིགས་བར་དུ་དེའི་ཆུ་ལི་མ་ལག་ནས་ནོ་ད་དེའི་དུག་གི་གནས་ནི་ཁུར་གུབ་དང་ཧོ་དེའི་མྱང་ང། འདི་ཆིབས་དང་བྷ་རི་ན་ལ་སོགས་པ་མདོར་ན་དུག་གི་ལྷོ་ཟེར་དེའི་མྱང་ང་ལྷོ། བྱི་སྐྱོབ་ཀྱི་དུག་ཡང་ས་བདག་གཅིག་གིས་བཞག་ནས་ན་ས་བདག་རྫིས་བཞག་ནས་ན་ལྷོ་དུག་ད་ཁུར་ག་ཤང། ལྕགས་དང་ཤང་རེ་བྲག་རེ་མཚོ་རེ་རི་རེ་ཆུ་རེ་ཚང་མ་གནས་ནོ་ཡོངས་རྫོགས་ཀྱི་མྱང་ང་ས་བདག་ཟེར་དུག་གི་བྱི་སྐྱོབ་ཀྱི་ས་བདག་བྱ་དེའི་དུར་གིས་དུག་བྱ་དགོས་ནོ།

སངས་རྒྱས་མདོ་དབུས་ནང་ན་ལྷུར་གྱུར་བ་རི་ན་ཟས་ཀྱི་ད་ལྟའི་མིའི་ལྷའི་རིགས་དག་མོང་མོང་བཤད་དོ་ཅེས་པ་ཞེས་བྱ་བའི་དོན་དང། དེ་ས་བདག་གི་ས་བདག་ཐོས་སྲས་དང་གཙང་ཀུན་བཏབ་མ་ལ་སོགས་པའི་ས་བདག་དང། དེ་ས་བདག་གི་མེ་ལོང་ཟེ་གོ་རི་ང་ཟེ་ས་བདག་མེ་ལོང་ཟེ། དེ་འཕྲུལ་དག་གི་སྤྲུལ་སྐུ་སྤྲུལ་སྐུར་དག་གི་རྒྱལ་པོ། རྒྱལ་པོ་ཟས་རྒྱུད་དུ་ད་ཡང་རྒྱལ་པོ་ཟས་རྒྱུད་དུ་དང་ཕྱིར་ཀུན་ཏུ་ཤ་ཚང་མ་དུ་དང་རྒྱ་གར་ནག་དང་འདིའི་ཐར་ཉེ་ཆ་ཡོད་ཡག་གི་དང་རྒྱ་གར་དུ་གསར་མིག་གི་དེ་གཅིག་ནང་ན་དང་སྲས་མོ་ཟས་རྒྱུད་ས་བདག་ཟས་རྒྱུད་ལྷོད་ཟས་རྒྱུད་རྒྱལ་བོ་ཟས་རྒྱུད་བཙན་ཟས་རྒྱུད་དེ་མིན་ཡོད་དྲི་དང་དང་མང་ཆེ་བ་ཟིག་བོད་དུ་རང་གི་དང་ས་ཆ་གི་ཐར་ཉེ་དང་གཤོང་རུ་འགོ་ནས་དཔོན་ནག་བོད་གི་དང་བཙན་པོ་གཉའ་གྲུབ་ཙམ་པོ་ཡར་སྔོན་གི་དང་ད་ངམ་རྫི་དར་དགུ་ཟས་རྒྱུད་ཟིག་ཨ་ཁ་དེའི་ངམ་རྫི་དགུ་བོ་བསམ་བློ་བཏང་ན་ཅིག་ཁུར་ག་ལྷ་གི་དང་ངམ་རྫི་བདུད་ཀྱི་ངམ་རྫི

དེ་མི་གཟིགས་ག་རེ་དང། དེ་འཕྲུལ་དཔོན་རྣམས་སྔར་ཆད་བཙལ་འདྲ་ན་དེ་མི་མང་ཆེ་བ་ཚོ་འོག་གི་ས་ཆ་རང་གི་དག་ཤོང་བཞག་ནི་ཡིན་ནོ་བཙལ་མཛད་རྒྱུ་དག་བཙོན་གི་ས་ཆ་གཟིགས་ག་དག་ཐོག་མར་ཤོང་ནི་རེད་ཅེས་ཡ་ག་དག་དེ་དཔོན་ན་དམ་ཅན་མཛད་རྒྱུ་འདི་ཚོ་དག་ངོས་ཀྱི་ཡང་ཡ་དེ་བཙོན་གི་ལྷ་སའི་ས་ཆ་དེ་མི་གཟིགས་ག་དག་ཤོང་དགོས་ནི་ད་དེ་མི་དེ་མི་དག་མ་མོ་བཟས་རྒྱུ་དེ་སྟབས་མ་བཅུག་ཉེས་མ་མོ་བཟས་འོ་ནི། མ་མོ་འདུ་བརྫི་ནི་མང་ཆེ་བ་གཏམ་མིན་འདུག་ཏག་ཏག་དག་ཡོད་འདྲེ་དང་དེ་འདི་དག་གི་འདི་ཆ་ག། མ་མོ་གི་དག་འདུ་བརྫི་ཡུལ་ཤ་དང་དེ་ནང་ཧ་ར་ཏི་སོང་དེ་ཚང་མ་དག་གི་གཏམ་མ་བཅུ་གཉིས་གི་འདུག་དེ་མི་ཡིན་དེ་འོ་དོ་འདི་གའི་དག་གི་དག་འབྱུང་རྩིས་དེ་དག་འོ་འོད་ཀི་དག་ཡིན་རྩིབ་བསམ་རྒྱུ་དེ་མི་གོ་རྒྱོ་དྲི་དག་གཏམ་མ་བཅུ་གཉིས་རྒྱ་ནག་ན་གཏམ་མ་བཅུ་གཉིས་ཟིག་ཡོད་དོ་ནི་འོ་མ་འོ་ཀི་ཡུལ་སྐྱོང་བཟོ་རྡོ་དྲི་དག་འོ་ཀི་ན་གང་རི་ཆ་ག་གང་ཀི་རི་ཤ་མི་ལ་སོགས་པ་དག་དེ་དག་ཆ་དག་འོ་ཀི་ས་ཆ་ན་ཡོད་ཀི་ཏག་ཏག་དེ་གཞི་བདག་གང་རི་ཆ་ག་དེ་རི་དེ་ལག་ནི་ནི་དག་གི་ལྷ་དག་དག་ག་དག་གི་མ་མོ་བཅུ་གཉིས་མ་མོ་བཅུ་གཉིས་ཡོད་ནི་ཡང་གཏམ་མ་བཅུ་གཉིས་ཟིག།

ཀོ་ལོང་སྡོམ་ས་བོ་གང་ཡིན་དུ་ལ་ད་རྗེས་སུ་སློབ་དཔོན་ཆེན་པོའི་ཕྱིར་གྱི་དུ་བཀའ་དམ་ཚིག་བཞག་ནས་ཐ་མ་དུ་འོག་གི་ཡུལ་ཁམས་ཕྱིར་གྱི་སྐྱོང་རྒྱུ་དམ་བཅས་ནས་དུ་དུ་ད་མཆོད་པ་ཕྱི་སྒོ་ནས་དུ་བྱར་སྐྱེས་གཏོར་མ་དུ་བྱར་སྐྱེས་གཏོར་མ་དང་རྣམ་འབྱོར་བ་དང་དུ་དམ་ཚིག་གཅིག་ནི་རྣམ་འབྱོར་བའི་ཁ་ཅིག་དུ་ལྷག་མ་ཁ་ཅིག་བྲང་གི་ཅིག་ལྷག་མ་དུ་རྣམ་འབྱོར་བ་རྟོགས་པ་ཕྱོགས་བདུན་འདྲ་ཟིན་ན་ལྷག་མ་དུ་ཁ་ཅིག་བྲང་སྒོ་ནས།

ལྷག་མའི་དུག་དང་དུག་ལ་རྡོ་རྗེ་སློབ་དཔོན་གྱི་ཁ་ཆེའི་སྤྲན་ཚེ་རེ་བཀོལ། ནུ་མ་དེ་མའི་དུག་གི་རྟོག་པ་མཆོག་ཏུ་སྨྲ་བ་ན། དུག་བཙོག་སྐྱེ་མཆེད་དེ་དུག་ལོག་གྱུར་ན་ཐང་འདྲིར་དུག། དེ་མི་རེ་དེ་སྤྲུལ་དུག་གི་བཤར་གྱིས་གཏོར་མ་ཟེར་ལྷག་མ་བཤར་གྱིས་བརྫིས་ཏེ་བཤར་གྱིས་ཟེར་གྱིས་དུག་ངར་གཅིག་གིས་བརྫིས་གྱིས་ཟེར་གྱིས་དྲིས་དང་མདོར་ན་དུག་གཅིག་ཡར་མར་བྱ་ནས་གྱིས་གཅིག་དེ་མའི་དུག་དུག་དུག་གཅིག་ཕྱིས་ཟིག་དགོད་བྲོ་དུག་གི་གཅིག་དག་ཟིག་གི་ནང་གི་ཐ་མ་འདྲ་བོ་དུག་ཡིན་མི་རེ་ན་དུག་དག་ཟ་མ་དུག་གནོད་ངོ་གྱིས་ནུ་གྱིས་ཅི་དུག

ད་ཁོ་ནབ་ཏྲ་འདིར་གི་ནང་གི་ཆུ་ཆུ་བཟང་བོ་ནབ་ཏྲ་འུག་ག་སྟུར་གི་ཤིག་ཅིག་ད་ད་ཆ་བླ་མ་དགོངས་འདིའི་ནང་ན་འདི་ཆམ་ཆོ་པི་ནམ་ཤི་ཅིག་ནང་སྐྱེས་ན་འབི་ཏུ་ད་ནི་དེ་མི་སོང་བ་ག་ད་གི་ཤར་ཕྱི་ད་གི་ཀྱེ་ཀྱེ་ཀྱེ་ན་འདྲ་དེ་འབྲུ་ད་དེ་ཡང་ཟིག་གི་དཔེ་ན་ལྷག་མ་ཡིན་ན་དིར་གི་ད་གི་གི་ག་ཤར་ཕྱི་གཏོར་མ་གཉིས་པར་དགོས་རེད་ལྷག་མ་ད་སོ་ད་ཡམ་ཆོ་དེ་ཡང་མི་ན་ཚན་པ་བདུན་ནས་འཇོག་རྒྱུ་ཡང་མི་ན་གི་ག་ཚན་པ་ཆུང་ཆུང་ཡོང་ཟིག་གི་ནི་གི་རྩ་བརྒྱུད་དེ་དེ་འབྲུ་ལྷག་མ་ད་འདིར་གི་གཏོར་གཏོར་ཉན་མ་ལྷག་མ་ད་གཏོར་ད་འདི་ད་གི་དུ་ཡུལ་ཁུལ་མ་དག་གི་དག་འདུག་འདི་དག་ཡོང་བ་བརྫི་བ་ཁ་དག་གི་དག་འདུག་ཞིབ་ཕྲིར་ཉམས་པ་དཔེར་ན་དག་གི་བླ་མ་དག་རྡོ་རྗེའི་ལོ་ཀོ་འདི་མི་དག་གི་ནང་གི་ར་འཇོག་རྒྱུ། ཡུལ་ཁུལ་ནང་ཁྲི་ག་འཇོག་རྒྱུ་ཚུ་བ་ནང་ངོས་ནས་འཇོག་པ་ཅིག་རྡོ་རྗེའི་ལོ་ཀོ་འདི་བ་འདི་ཅིག་དག་གི་དག་རྡོ་རྗེ་མཆེད་པོ་ནང་གི་ནང་བ་དག་རྡོ་རྗེའི་ནང་མི་ཡོང་རྒྱུ་དེ་མི་དག་གི་དེ་ལྷག་མ་དག་རྩ་ནི་གཏོར་ཉར་མ་ལྷག་མ་དག་ཁུར་ཁ་གང་མཆོག་བསྐྱོན་ན་དེའི་ཚོ་དེ་བཟང་སོང་ནི་ལོག་ལོག་བཞག་ནི་མི་འཐོར་ནི་ཡི་དར་བཞག་ནི་དག་གི་དེ་ལྷག་མ་བཤར་ནི་བཤར་ཆུ་དེ་སྟངས་བླུགས།

ལྟ་མི་དགོས་དང་དེ་མི་གཟུགས་ཀྱི་ཐོག་རྡོ་རྗེ་གཡུ་སྒྲོན་མ་སྨན་བཙུན་ཚེ་རིང་མ། ཤ་མེད་གངས་སྐྱོར་རྡོ་རྗེ་གཡུ་སྒྲོན་རྡོ་རྗེ་ཁབ་ཞིག་གཟི་ལེ་མ་གཡུའི་གཟི་ལེ་མ་དང་དེ་མི་གཟུགས་ཀྱི་ཐོག་གཅིག་ཉིད་ཡོད་དེ་དང་སྔར་སྔན་ཆུ་མི་ལ་རིག་པ་འདྲ་ཟིན་ན་ད་འོག་ཀུན་དེའི་རྣམ་འབྱོར་བ་མང་ཆེ་བ་གཟུགས་ཀྱི་ཐོག་གསང་ཡུམ་དུ་སོགས་གཏོད་དེ་སྟབས་མ་གཅིག་གཉིས་ནང་གི་མང་ཆེ་བ་ཡིན་དྲི་མི་ལ་རིག་པ་འདྲ་ཟིན་ན་གསང་ཡུམ་དུ་གཏོད་དང་རྡོ་རྗེ་ཚེ་རིང་མ་གཡུ་འཛིག་ན་དང་དུ་ཅི་རྣམ་པ་ཅིག་མི་ལ་རིག་པའི་རྣམ་ཐར་ར་གཏོད་དང་མི་གཏོད་རྡོ་རྗེ་ཚེ་རིང་མ་ཚེ་རང་མ་དག་གི་སངས་ཡོད་མ་བསྟན་ནས་བྱུང་བ་ད་དེ་དེའི་སྟེང་གི་དག་ལྕགས་ཀྱི་དག་རྟོག་པ་དང་དེ་མི་ཉམས་དག་ཡར་གོང་འཕེལ་ར་སོང་ནོ་ད་ལྟ་མི་ལ་རིགས་པའི་རྣམ་ཐར་གི་ནང་ལྟུ་དང་ནི་དེ་མི་དག་བོད་སྐུ་བླ་མ་རྨོངས་ང་དག་འདི་ལྟ་མ་ཅི་ཉིད་གི་གསང་མི་ཤེས་ནི་རྨོངས་ཡོད་དྲི། སྨན་མོ་ཟས་དྲི་དག་དེ་ནི་ཅི་ཅིག་སྨན་མོ་ཟས་ཀྱི་ཅིག་བྲག་ན་ནི་ཕ་འོང་ན་དེ་མི་ཚེར་མ་ན་དེ་མི་ཞིག་ཞལ་ཅིག་ཟིར་ན་ཅིག་དེ་མི་ཐང་རེ་ཅིག་བུར་སྨིད་དེ་མི་འགྱོ་བོ་ནི་དེ་མི་མངོན་སུམ་ཚང་མ་རིག་རྒྱུ་ཡོད་ནི་རེད།

ཙིག། ཧ་ལས་པའི་སྐས་རིམ་གྱི་རྣམ་པ་གསལ་བོ་ངོ་མི་ཤེས་གི་དཀར་ནག་རྩ་འཛུགས་ཀ་མི་འདྲེས་ནས་དེ་མིན་སྐས་རིམ་ཐུ་མོ་ཅན་ཆ་ག་དེའི་བར་སྣང་ཅིག་རང་ཡིད་སྣང་སྐྱེས་ཏེ་ཡེ་ཧ་ཡི་ངུར་ཅིག་རང་རང་རང་ང་འཛིན་འཛིན་ཅིག་གི་ན་དུ་བཞུགས་བཞུགས་ཡིད་དེ་མི་ཡིན་ནོ་དུ་གི་ད་མཐའ་མར་རྫོགས་རིམ་གྱི་སྣར་བཀྲ་ཙིས་མ་ཐེབས་དུས་དེ་དུ་གི་ད་འཆི་འགྱོ་བ་གི་དུ་ས་ནང་ཤོད་དུས་དེ་དེ་མིན་གི་དགའ

ད་ལྟ་ཡོད་ཡོད་པོ་དེ་མིན་ཡིན་མིན་དཀོན་མ་ཡང་རྒྱ་གར་གེགས་གཞུང་གཅིག་ནང་ན་རྒྱལ་པོ་ཟེར་གྱི་ཡོད་བྲིས་འདུག་འདྲ་ཟེར་ན་ཡང་ལྟོས་ཡོད་དེ་མིན་བྱམས་ཐད་ཀྱི་ད་ལྟ་ཡིན་ན་ད་རྒྱ་གར་གེགས་དེ་མིན་སྐྱེ་རིམ་ནི་སྒོམ་གྱི་ཡོད་བྲིས་འདུག་རྫོགས་རིམ་ནི་སྒོམ་གྱི་ཡོད་བྲིས་དེ་མིན་རྫོགས་རིམ་གང་སྣབས་ཀྱི་མ་ཐེབས་ནི་འདྲ་འདྲ་དེ་རྟགས་འདྲེན་དེ་རྣམ་དག་དྲན་པ་ལྷའི་རྣམ་དག་དྲན་པ་དང་ནི་དེ་རྟགས་འདྲེན་གྱི་ལྟ་བ་ཡེ་ཤ་མེད་ནོ། དེ་མིན་གྱི་སྟོབས་ཀྱི་དེ་ད་སྐྱེ་རིམ་དེ་གཅིག་སོང་ནོ་ཡིན་ནི་རེད་རྒྱལ་པོ་དེ།

ལྷ་བྲན་སྡེ་བརྒྱུད་ཀྱི་སྐོར་ཅི་རེད་ལྟ་ན་ད་དེ་དག་ཨེ་རག་ཟིག་བ་རེད་ད་ད་ལྟ་མི་ནི་ད་རུང་དེ་གི་གཞི་མོ་ཡི་དེ་གི་གསར་རྙང་ཟེར་གྱི་མེད་གི་ཕྱིར་གི་སྤྲོ་སྐྱིད་དང་བཅས་པའི་སྒོ་ནས་བཤད་དོ་འདེམས་ཁ་ནི་རྗེས་འབྲང་གི་དུ་སྐྱེར་སྐྱིད་ཟིག་ཡག་གི་བསམ་ན་ད་ཁྱེད་རྣམ་པའི་དེ་སོག་དེ་གི་དཔེར་དེ་ཆེས་འདེམས་ཁ་རྗེས་འབྲང་གི་དྲག་པའི་སྐྱེར་སྐྱིད་ཟེར། འོ་དེ་མི་རེད་ཡ་ད་དེ་གི་རྒྱལ་རོ་བཙན་དེ་གི་ལྷ་ད་ལྷ་རྫི་དེ་དེ་གི་ནམ་མཁའ་ལ་རྒྱལ་བའི་ཆེ་གི་ད་ཁ་ན་ཅིག་ན་ཅིག་བཞི་བ་ཆེན་པོ་དེ་ཟེར་དེ་རེད་ལྷ་དང་མ་མོ་ཡིས་ཟེར་དེ་གི་དགག་མི་རག། ཨོ་ད་ལྟ་ཤར་རིགས་རིམ་པ་བཞི་འདི་དཔེར་ན་ལྡུམ་མར་བཙན་གྱིས་མེ་ལོང་རྒྱ་སྐུར་ལྷ་ཡིས་མེ་ལོང་སྒེག་མར་མ་མོའི་མེ་ལོང་བཙུད་ན་ཆོག་གོ་ཡང་མིན་ན་སྒེག་མར་གཡང་གི་མེ་ལོང་བཟོས་ད་འདི་དང་མཉམ་དུ་གཡང་གི་དུ་བའི་གཡུང་དྲུང་ཕུ་ནུ་རྒོད་བྱུང་ནི་རེད་ཟེར་ཡག་གི་སྒེག་མར་དུ་ནང་མཉམ་དུ་དེ་ཡིན་དུས་སྒེག་མར་གཡང་གི་མེ་ལོང་བཙུད་ཚ་ཡག་གི་ད་དེར་གིར་ཡག་གི་དེ་ཆ་སྨེ་བ་ཅིག་གིས་བྱུང་རིམ་འདྲ་བོ་མདོར་བསྡུས་དེ་མི་ཟེར་ཅིག་མེ་ལོང་བཞི་པའི་རིམ་བཞིན་བཞིར་ཟེར། ཨ་ཁྱུང་ནག་གི་སྒང་དྲུག་གི་ནང་ན་སོང་བ་ལྟར་འདི་སྐབས་སམ་གཤེགས་ཡིན་ནི་རེད་བཙུད་ནི་རེད།

གཅིག་ཤ་ཁྱུང་གི་བཟའ་ཐང་ལྷོད་ཟེར་ནས་དེ་ཧོའི་དེ་ཡ་གི་ནད་དུ་བ་དེ་མི་ཁར་གི་དུ་ད་གཅིག་བཟའ་དཀའ་རེད་ཅན་པོ་དེ་ཁར་ག་བང་བ་རེད་ཅན་པོ་བང་ཐང་ཟེར་རྒྱུ་དེ་ཚིག་དེ་དེར་གི་ཡོང་གོ་ཚིག་དེ་དེ་རེད་དེ་དུ་ན་དུབ་སྐྱིར་ཟེར་གྱི་དེ་ངའི་ད་མ་བྱེད་སྐྱོ་གང་རེད་དེ་དེ་དེ་འདི་རེད་བོ། དང་བོ་དེ་གི་རྒྱུད་གི་ད་དང་བོ་དེ་གི་འབྱུང་བ་འདི་བྱ་བློ་རྒན་དྲུག་ཅུའི་དང་ཡོང་དེ་དེ་དང་བོ་ལུས་གི་འབྱུང་བ་དེ་བྱུང་ཞག་ཚིག་ཡ་དེ་ན་ལུས་གི་དེ་གི

འོ་ད་དེ་ཡིས་དེའི་སྟེང་གི་དབྱངས་ཀྱི་གསལ་སྒྲོན་གྱི་དགོངས་པ་ངོ་མ་བོ་རེད་ད་འདིའི་སྟེང་གི་པདྨ་བཀའ་ཐང་གི་ནང་ན་ལོངས་སྐུ་ཟིལ་གནོན་གཅིག་དྲུག་ཕྱིར་བསྐུར་ཟེར་གྱི་ཟིག་ཡོང་བ་ཟེར་གྱི་དེ་སྨྲས་པ་ཚན་པ་དྲུག་ཅུ་ཐམ་པ་མི་མ་བཞིའི་ནང་གི་སྟེང་གི་ཟེར་བ་ནི་དང་རེ་བརྒྱ་ཕྱིར་བསྐུར་ཟེར་གྱི་ཟིག་ཡོང་བ་བརྒྱུད་དེ་དོ་དེ་གི་དྲུག་གསུམ་བཅོར་གྱི་ཡོད་ནོ་དེའི་སྟེང་གི་ལོ་དྲུག་ཅུ་ཐམ་པ་བ་དོག་གསུམ་ཡིན་ད་འདིའི་ལོ་བརྒྱ་དང་བརྒྱ་ཕྱི་རེད་ན་དེའི་བརྒྱ་བོ་སྐྱེ་རེ་ནི་བརྒྱ་ཕྱིར་བསྐུར་ཅིག་དེ་རང་ལོ་བརྒྱ་ཅུ་ཐམ་པ་གི་ཡང་སྨྲས་པ་ཡ་ར་མགོ་བོ་འགྱོ་གྱི་ཅིག་ད་ནི་བརྒྱ་ཕྱིར་བསྐུར་ཟེར་གྱི་དོ་ཤ་རྩིས་ལོག་ཡིན་ཟེར་དེ་ད་རྩིས་ལོག་རྩིས་ན་རུས་བརྒྱུད་ཅང་གི་ལུགས་རེད

རེད་དག་གི་དེ་ནི་བར་བའི་བཞི་ལ་བགྲངས། བརྒྱད་དུ་ཟད་དེ་དུས་དེ་སྨད་འཕྲང་བར་བ་གི་མུ་གི་ཐ་མ་ལྕམ་པོ་དུ་སྨད་བརྒྱད་ཀར་གཟིགས་ཀི་ཟད་ཀྱོ་དྲེས་བར་གི་ན་མི་འདི་ཡིན་བར་གི་དྲུས་ན་ལྕམ་པོ་འདི་འདི་ཡོད་ན་འདི་དག་འདི་སྔ་མ་འདི་ན་འདི་རེ་མིག་ཡག་གི་ན་དེ་འདི་རེ་མིག་ནང་ལྟོས་ཆོག་ད་དག་གི་ད་ར་ཁར་གི་སྨད་འཕྲང་ཆ་ཞུས་ན་བཀོད་ཅི་ག་གི་དུ་མི་ལྕམ་མར་གོ་གི་རྩ་མོ་གཟིགས་བཞག་གི་རེད་ད་དུ་མི་ནག་པའི་འདྲིར་ཀ་རུའི་ནང་ད་དུ་ད་སྨད་འཕྲང་ཆ་ཕུ་ཐོག་ཚ་དག་བྱུང་སྐྱག་གི་མིག་གི་ད་ད་འདི་ཅང་གཅིག་ཚང་མ་ལག་ན་བཟུང་དུ་འགྲོ་ན་དེའི་ནང་དུ་ད་ནི་ཡིག་ཐོག་གི་མ་གོ་ནས་ན་བརྒྱད་ལ་ཟད།

ས་བདག་གི་དུག་གི་ལོ་འཁོར་ས་བདག་གོ་དོ་ཙོ་བར་དུ་ན་ནི་མི་དགག་བླང་གཟུགས་གོ་དོ་དགག་བླང་དུས་ན་ད་རི་མོ་ཨ་རབ་འཁྲིད་ད་རི་མོ་གཉིས་སོང་མ་ར་རི་མོ་གཉིས་སོང་དུག་དེ་བར་ན་རི་དགག་བླང་གཟུགས་མཐོང་ལོ་འགུལ་ན་དེ་མྱང་བ་དུག་གི་དེ་འདི་འདི་སྨེར་དགུའི་དུག་གི་ད་ཆིག་ཟེར་རོ་ད་ཕོབ་གྲང་ཟེར་ག་ཕོབ་གྲང་དེ་མི་གཟུགས་གུར་དགུ་ཡོད་ནི་རི་ཟེར་དྲི་སྨེ་བ་དེ་དཔེ་ནག་གཅིག་གུར་དབུས་སུ་བཞག་ད་དུ་ནི་ཐ་ཀ་སྨེ་བ་བཞམས་པ་ཆབ་གོ་ད་ནི་གཅིག།

གཅིག་ལ་འཁོར། དེ་ལྟར་དཀར་བའི་བར་དུ་ཡང་ཆ་ལྷག་མེད་པར་འཁོར་བ་ཡིན་ཚེ་ད་ལྟ་ཆ་ལྷག་ཟིན་ཆོག་རྒྱུར་མ་དཀར་བའི་བར་དེར་གྱིས་འཁོར་གྱི་འདུག་དེ་སྨེ་དཀར་ལ་སྨེ་བའི་དཀར་ལ་བརྫུས་ན་ཆོག་དྲི་དེ་མྱང་བློ་བརྒྱ་དང་བརྒྱ་ཆ་ཐམ་པའོ། སྨེ་ར་ཚན་པ་གསུམ་པོ་བཀོད་དུ་བཞག་ཡ་བའི་ན་དང་དེ་མྱང་སྨེ་བའི་དཀར་ལ་བརྫུས་ན་དཀར་བའི་བར་དུ་འཁོར་ནུ་གི་དཀར་ལ་ཟད་ནས། འོ་དེར་གྱིས་ཡང་དུ་ཆེས་འཁོར་བ་ཡིན་ཚེ།